རྣམ་པ་ལས་འགལ་ཚང་མ་ལོགས་ལ་ཡར་མཚམས་ཏེ་བཀྲ་ཤིས་ལེགས་བྱས་འདི་ཞུ་ཡས་ཡིན། ད་རིང་ཉིས་སྟོང་ཉི་ཟེར་ལྔ་ཟླ་བ་གསུམ་པའི་ཚེས་ཉི་ཤུ་རྩ་དྲུག་རེས་གཟའ་མིག་དམར་གྱི་ཉིན་འདི་རེད། དེ་རིང་གི་ལན་ཅིག་གསན་རོགས་གནང་གི་ལེ་ཚན་འདིའི་ནང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དགུ་པ་ལས་ཉིན་དགུ་པའི་ཚོགས་ཐུན་གཉིས་པ་དང་གསུམ་པའི་སྟེང་བཀུར་འོས་སྤྱི་འཐུས་ཇོ་ཆེན་དཀོན་མཆོག་མཆོད་སྤྲིན་ལགས་ནས་སྐྱབས་རྗེ་མཁས་དབང་ཟམ་གདོང་རིན་པོ་ཆེའི་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་པ་ཡིན་ན་བོད་མིའི་སྒྲིག་འཛུགས་ལ་གནོད་ཀྱི་འདུག་གསུངས་པར། དཔལ་ལྡན་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་བཀའ་ལན་ཕེབས་པ་ཞིག་གཤམ་ལ་གསན་གསན་ཡོད་པ་ཞུ། སྤྱི་འཐུས་འཇུ་ཆེན་དཀོན་མཆོག་ཆོས་སྒྲོན་ལགས། དཔའ་མཛོད་ཚོགས་གཙོ་མཆོག། ཤེས་རིག་ལས་ཁུངས་ཀྱི་རྒྱུན་གྲོན་དངུལ་རྩིས་ཐོག་ལ་གང་ཡང་ཞུས་ཡོད་མེད་ད་ལྟ་ལས་དོན་བྱེད་ཕྱོགས་སྐོར་ལ་གནད་དོན་གཅིག་རང་ཡིན། ད་ལྟ་འདི་ཤེས་རིག་གི་ཁྱབ་ཁོངས་དཔེ་སྟོན་བསླབ་གྲྭ་ནང་ལ་དེ་སྙེད་ནས་ངས་གྲོས་ཚོགས་ནང་ལ་དེ་སྐད་ཆ་དེ་གླེང་ཡོད། ཨ་ནི་ཟམ་གདོང་རིན་པོ་ཆེའི་སྐྱེས་སྐར་དེ་བཏང་ཡ་དེ་ད་འདོད་དེ་བཏང་བསྡད་ཀྱི་འདུག་དེ་བཏང་བསྡད་དེ། རྩ་བ་ཉིད་ཡག་པོ་མི་འདུག་ཟེར་ངས་ད་འདོད་ནན་ཏན་བྱེད་ཞུ་གི་ཡོད་རྒྱུ་མཚན་གང་ཡང་ཞུས་པ་ཡིན་ན། ང་རང་ཚོ་བོད་མིའི་སྒྲིག་འཛུགས་ནང་ལ་གང་ཟག་ཅིག་ལ་བལྟས་བྱས་ཨ་ནི་སྐྱེས་སྐར་བཏང་ཡ་དེ་ཚོ། ང་ཚོའི་སྒྲིག་འཛུགས་དེ་ཏག་ཏག་བསྡད་ཀྱི་ཡོད་མ་རེད་མི་གཅིག་ལ་བལྟས་ནས་བྱས་པ་ཡིན་ན། མ་འོངས་པར་དེའི་སྒྲིག་འཛུགས་དེ་ག་བར་འགྲོ་གི་རེད། ངས་ཁ་སང་རྒྱུ་མཚན་ཆ་ཚང་ཞུས་ཡོད་གང་ཟག་སོ་སོ་སྒེར་གྱིས་བྱས་པ་ཡིན་ན། ང་ལ་སྐར་མ་ལྔ་བྲལ་བ་གང་ཡང་མེད། ད་ལྟ་དེ་རྐུབ་བཀྱག་དེ་འདི་ངང་བསྡད་པ་ཡིན་དུས། ང་ཚོ་སྒྲིག་འཛུགས་དེ་ལ་སྲུང་སྐྱོབ་བྱེད་དགོས་ཡ་ད་སྒྲིག་འཛུགས་དེ་གནས་དགོས་ཡ་དེ་གལ་ཆེན་པོ་ཡིན་ཙང་གང་ཟག་ཅིག་ལ་བལྟས་ནས་སྐྱེས་སྐར་བཏང་ཡ་རྩ་བ་ཉིད་འགྲིག་གི་མི་འདུག་སང་ཞུས་ཡིན་དེ་ད་འདོད་སྐྱེས་སྐར་བཏང་བྱས་བསླབ་གྲྭ་གོང་གསལ་བཏང་དེ་འདྲ་བྱེད་ཀྱི་འདུག་དེ་བྱེད་དགོས་ཡ་དེ་དམིགས་ཡུལ་དང་དགོས་པ་རྒྱུ་མཚན་དང་ག་རེ་ལ་བརྟེན་ནས་བྱེད་ཀྱི་ཡོད་རེད། ང་རང་ཚོ་སྒྲིག་འཛུགས་དེ་གལ་ཆེ་གི་རེད་གང་ཟག་དེ་གལ་ཆེ་གི་རེད། དེ་མ་འོངས་པར་དགོངས་ཀ་བཞེས་དགོས་ཀྱི་འདུག་མ་དེ་འདྲའི་མུ་མཐུད་ནས་བྱེད་བསྡད་པ་ཡིན་ན་ང་ཚོའི་སྒྲིག་འཛུགས་དེ་བོར་ལུག་གི་རེད་དཱ། དྲི་བ་དོག་ཞུ་ཡས་དེ་ལ་ད་ང་ཚོ་སྒྲིག་འཛུགས་དེ་གལ་ཆེར་བརྩི་གི་ཡོད་གང་ཟག་དེ་གལ་ཆེར་བརྩི་གི་རེད་བས། མ་འོངས་པར་སྒྲིག་འཛུགས་དེ་གནས་དགོས་ཀི་རེད་དགོས་ཀི་མ་རེད་བས། དེ་འདྲས་ཡིན་པ་ཡིན་ན་ཨ་ནི་བྱས་རྗེས་བྱེད་མཁན་མང་པོ་ཡོང་འདི་ཚོ་ཚང་མར་སྐྱེད་ཀ་བཏང་དགོས་བྱེད་ཀི་མ་རེད་བས། འདི་ཞུ་ཡས། བ་དན་ཤེས་རིག་བཀའ་བློན་མཆོག།
བ་དན་སོ་སོ་མཆོག། པོད་དོན་བསླབ་གྲྭའི་སྐྱབས་བཅོལ་སློབ་དཔོན་ཆེན་པོ་ཐིག་ཚུལ་ཟམ་གདོང་རིན་པོ་ཆེས་ཀྱི་རྒྱལ་ཁ་དེ་བཏང་པོ་ཏི་ཏཱ་ན་ཉིད་ཉིས་སྟོང་ཉིས་སྟོང་བཞི་ཀའི་ཉིས་སྟོང་བཅུ་བཞི་ཉི་ཤུ་རྩ་བཞི་ཀའི་སྟེང་གསན་ར་བ་ཡང་ཐུབ་བསྟད་དུ་ད་ཅི་འདི་གསུངས་པའི་ནང་ལ་ཅེས་གསུངས་པ་རེད་གསུངས་པ་ཞིག་རུང་ངས་ལན་རྒྱབ་བ། ད་དུང་ད་རྒྱལ་ཁབ་ག་འདྲའི་ཞེས་ན་རྒྱལ་ཁབ་དེ་གི་སྟོབས་ཤུགས་དེ་ག་པ་ར་ལེ་གོ་ཟེར་ན་མི་མང། མི་མང་གི་སྟོབས་ཤུགས་དེ་ཤེས་ཡིན་ཤེས་ཡིན་དེ་སྤྲད་ངེས་དེ་དགེ་རྒན་དེ་ས་དགེ་རྒན་རྩ་ཆེན་པོ་རེ་ད་མཁས་པ་ནག་དེ་འདྲ་སོང་ཙང་ད། རྒྱ་གར་འདི་ག་དུ་བོད་ནང་ལ་དགེ་རྒན་གྱི་ཉིན་མོ་དེ་སྲུང་བརྩི་སྤྱི་ཟླ་དགུ་པའི་ལྟ་རེ་བཅུ་ལ་ཞིག་བར་འདི་རྒྱ་མི་གུང་ཁྲན་ཏང་གི་དགེ་རྒན་ཉིན་མོ་རེད། ད་ང་ཚོ་གི་སྐྱབས་བཅོལ་གྱི་སྤྱི་ཚོགས་ནང་ལ་རེད་པ། བུད་མེད་ཀྱི་ཉིན་མོ་ཡོད་རེད། ད་དུང་ཉིན་མོ་ག་ཚོད་ག་ཚོད་ཡག་ང་སྐྱོར་གི་མེད་དུས་ཚོད་འཕྲོ་ལ་རེད་བ། ཉིས་སྟོང་ཉི་ཤུ་ཚེས་ལྔ་ལ་ཤེས་རིག་གི་ཚོགས་ཆེན་ཐེངས་བརྒྱད་པ་དེ་སྐོང་ཚུགས་གནང་རེད། འདི་ནང་ལ་མི་ག་ཚད་འཛོམས་ཤག་ག་རེ་བྱེད་ཤག་སྒྲ་གཞས་དང་སྒྲུང་དེ་ངེས་ན་བཟི་ཡོད་རེད། ཤེས་ཚོགས་ཆེན་ཐེངས་བརྒྱད་པ་གི་དུས་ཆད་བཞི་བཅུ་ཞེ་གཉིས་བཞག་ཡོད་པ་རེད། བཞི་བཅུ་ཞེ་གཉིས་གཅིག་གཉིས་ཁོར་ཡུག་དང་དགེ་རྒན་ལ་མཐོང་མཐོང་ཟེར་བྱེད་པ་ཚང་མ་བསྡད་ཡོད་རེད། ཚོགས་འདུ་འདིའི་ནང་ལ་བོད་པའི་སྟག་ཉིན་མོ་མང་པོ་ཡོད་རེད་ང་ཚོ་དགེ་རྒན་མཐོང་དགོས་འདུག་དགེ་རྒན་ཉིན་མོ་བོད་པའི་ཅིག་ང་ཚོ་མི་མེད་པ་མ་རེད་ལབ་ནས་ཁོ་ན་ཚུགས་པའི་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་འཁྲུངས་སྐར་འདི་དགེ་རྒན་ཉིན་མོ་བརྩི་གི་ཡིན་གསུངས་རེད་འདི་དགེ་རྒན་གི་ཚོགས་ཆེན་སྐབས་ལ་ཐག་གཅོད་བྱས་པ་རེད། མི་གཅིག་མི་གཅིག། དགའ་ཚོར་རེད། སྤྱི་ཚོགས་ལས་མི་གཅིག་གལ་ཆེ། སྤྱི་ཚོགས་ནང་ལ་གལ་ཆེན་པོ་རྩ་ཆེན་པོ་ཁེངས་དེ་བ་ལྟ། དེ་ནི་རྩ་ཆེན་པོ་ནང་ལ་ཆེན་པོ་གཅིག། ཨ་ནི་དགེ་རྒན་ཚོ་ག་སྐྱབས་བཅུ་ཟམ་གདོང་རིན་པོ་ཆེ་བརྩིས་ནས།

སྐུ་ཡི་ཕྱི་དུས་བཀའ་མའི་ནང་དུ་རྒྱ་བཟའ་ཟམ་གདོང་རྒྱ་བཟའ་ཟམ་གདོང་ཟམ་གདོང་རིན་པོ་ཆེ་གི་མཚན་མ་སྤེལ་བ་སོ་སོའི་བཀའ་མའི་དེ་ལ་རྒྱབ་སྐྱོར་གོ་དང་ཨ་མི་གཞན་པ་ཚོ་མིང་འགའ་ཆེན་པོས་མཚན་འགའ་ཆེན་པོས་བོས་མ་ཐུབ། ཕལ་ཆེར་དགེ་རྒན་ཚོ་གི་གནད་འགག་ཅིག་མཐོང་ནས་གནད་འགག་ཅིག་མཐོང་ནས་དེའི་གཏན་ལ་འབབ་པ་ཅིག་རེད་སྐུ་བའི་ཆེད་དུ་འདོད་པ་ཁྱེད་ན་རེ་མ་ཁྱེད་ན་རེ་གང་ག་ཡི་ཟེར་ཡ་ཡོད་མ་རེད་ཞུ་བ་ཡིན། ཞི་བདེའི་འགུགས་བརྗོད་ཅན་བསྐོ་འཇོག་ཆེད་དོན་ལ་ལས་རིགས་རྣམ་བཞག་སོགས་ལ།
པ་འདི་སོགས་སུ་ཆོས་ངའི་དྲི་བར་ལན་བཅས་མ་བསྐྱར་བ་བྱས། ཨ་ནི་ཅིག་ཅིག་ཅིག་ཉིན་མོ་གཉིས་གཉིས་ཉིན་མོ་ལ་དེ་བྱས་ད་ག་ན་བྱས་ཨ་ནི་སོ་སོའི་རྒྱབ་སྐྱོར་བྱས་འདུག་ཟེར་སྐད་ཆ་དེ་ཚོ་ག་རེ་ལབ་ཀྱི་ཡོད་རེད། ག་དུས་ཡིན་ན་ཟམ་གདོང་རིན་པོ་ཆེ་སྐད་ཤིག་ཟེར་ངས་སྐྱབས་རྗེ་བྱས་འདུག་བོད་ཆོས་ཚིག་བེད་སྤྱོད་བྱེད་མེད་ད་སྐྱབས་རྗེ་ལས་དུ་བེད་སྤྱོད་བྱེད་མེད་ད་ཟམ་གདོང་རིན་པོ་ཆེ་གཅིག་པུ་བེད་སྤྱོད་བྱེད་ཡིན། ངས་ག་རེ་བེད་སྤྱོད་བྱེད་ཡོད་དྲིས་ཀྱི་ཡོད་ན་འདི་རང་རང་བྱེད་ན་ཡག་པོ་ཡོད་རེད། ཨ་ནི་རྒྱབ་སྐྱོར་བྱས་དུས་ག་ལ་ལག་ཡོད་རེད་སྐད་ཆ་དེ་ཚོའི་ཚིག་ག་རེ་བེད་སྤྱོད་བཏང་གི་ཡོད་རེད། ཟམ་གདོང་རིན་པོ་ཆེ་ཡིས་སྐད་ཁ་བཏང་གི་འདུག་ལ་ཡ་འདི་འགྲིག་གི་མི་འདུག་ལ་ཡ་འདི་ང་ཐོབ་ཐང་རེད་ངེད་ཀྱི་སྒྲིག་གཞི་ངེད་ཀྱི་ཁྲིམས་དང་སྒྲིག་གཞི་ཞིག་སོང་བཤད་ཀྱི་ཡོད་རེད་རྒྱུ་མཚན་ག་རེ་ཞུས་པ་ན། ཕྱི་དྲིལ་གྱི་ཁྱབ་ཁོངས་དཔེ་སྟོན་བསླབ་གྲྭ་ནང་ལ། གང་ཟག་ཅིག་ལ་སྐད་ཁ་བཏང་པ་ཡིན་ན་ང་ཚོ་སྒྲིག་འཛུགས་ལ་གནོད་ཀྱི་འདུག། དེ་འདྲས་བཏང་བ་ཡིན་ན་ཨ་ནི་བཀའ་བློན་ཁྲི་པ་བྱེད་མྱོང་ཡོད་རེད་སྲིད་སྐྱོང་བྱེད་མྱོང་ཡོད་རེད་དེ་ཚོ་ལ་བཏང་བ་བྱེད་ཀྱི་རེད་བ། ཨ་ནི་དྲང་དྲང་ན་ནི་མ་དྲང་གལ་ཆེ་ཅིག་ལ་གལ་ཆེ་ག་འདྲ་ཅིག་ལ་བརྩི་གི་ཡོད་རེད། ཨ་ནི་རྒྱལ་བ་རིན་པོ་ཆེ་དང་དྲང་དྲང་བརྩི་གི་རེད་བས་ཨ་ནི་བསླབ་གྲྭ་ང་ཚོའི་བསླབ་གྲྭ་ཁག་དང་དེ་ཚོའི་ནང་ལ་ཨ་ནི་སྐྱེས་སྐར་བཏང་ཡ་དང་དེ་ཚོ་ཚང་མ་རྒྱལ་བ་རིན་པོ་ཆེ་ལ་མ་གཏོགས་སུ་གཅིག་ལ་བྱེད་ཀྱི་མེད་བ་ད་ཟམ་གདོང་རིན་པོ་ལ་བྱེད་དགོས་ཡ་ག་ཅི་ནི་རེད། དེ་ཚོས་འགྲེལ་བཤད་རྒྱག་དགོས་སྐོར་ངས་སྒྲིག་འཛུགས་ལ་གནོད་ཀྱི་འདུག་གང་ཟག་ཅིག་ལ་བརྟེན་བྱེད་པ་ཡིན་ན་ཨ་ནི་དེ་སྒྲིག་འཛུགས་ལ་གལ་ཆེ་བརྩི་གི་ཡོད་གང་ཟག་ལ་གལ་ཆེ་བརྩི་གི་ཡོད་ལ་དྲི་བ་འདི་རེད་ངེས་ཀྱི། སུ་སུ་ལ་ཉིན་མོ་བརྩི་གི་ཡོད་པ་ལ་སྐད་ཆ་དྲི་གི་ཡོད་མ་རེད་ངེས་ཏེ། དཔལ་ལྡན་ཤེས་རིག་བཀའ་བློན་མཆོག། དཔལ་ལྡན་ཚོགས་གཙོ་མཆོག། ངས་ཁ་ཞེ་འདི་དྲན་པ་རེད་ལབ་སོང། བྱེད་སྟངས་བྱེད་ལུགས་བྱུང་རིམ་ཚང་མ་ཞུས་པ་ཡིན། ཨ་ནི། གདུལ་བྱ་བཞག་པ་དེ་འདི་བཞག་པ་རེད་ཞུས་ད་སྙིང་རྗེ། ལན་རྒྱག་པ་དེ་ཡང་ལན་མགོ་བཙུགས་མི་འདུག་གང་ང་གང་བྱེད་དགོས་རེད། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་ཚོགས་ཆེན་ཐེངས་བརྒྱད་པའི་ཐོག་ལ་གྲོས་ཆོད་བཞག་ནས་དགའ་དགའ་ཆོས་ཆོས་ངང་ནས་དགེ་རྒན་ཚང་མ་གིས་ང་ཚོ་དགེ་རྒན་ཡིན་མོད་དེ་ཡབ་ས་མཐོ་རུམ་བཅས་གནང་གི་ཡིན་གསུངས་རེད་ད་ངས་མ་བརྗེད་ག་ཅི་ཞུ། ཉིན་བརྒྱ་བཅུ་ས་མདོང་རིན་པོ་ཆེ་གསུང་ངན། གྲོས་ཚོགས་དེ་ནང་དཔུང་སྤྱི་འཐུས་མང་པོ་བྱུང་དགུ་བའི་སྤྱི་འཐུས་མང་པོ་བྱུང་གསུང་ངོ་ཤུས་མ་གཏོགས། ད་ལྟ་གསུང་དྲི་བ་གཏང་ཡས་དེ་ས་མདོང་རིན་པོ་ཆེ་མ་གཏོགས་དེ་ག་པར་གསུང་གི་མེད་པ་དེ་རྒྱ་གྲགས་བོད་གྲགས་རེད་ད་དེ་འདྲའི་གི་ཤེས་རིག་གི་ཐག་ཆོད་དེ་དང་ཤེས་རིག་གི་ཐག་ཆོད་མ་གཏགས།

ལས་རིམ་མུ་མཐའི་ཉིན་ད་ལྟ་ལས་རིམ་འགྲོ་བཞིན་པ་དེ་ལས་ཁུངས་ཁག་གི་སྔོན་རྩིས་ཀྱི་གོ་རིམ་གྱི་ཐོག་ལས་བགྲོ་གླེང་དང་ལས་འདེད་གསལ་བཤད་ཕེབས་ཏེ་ད་ལྟ་མཚམས་ཀྱི་ཤེས་རིག་ལས་ཁུངས་ཀྱི་དམིགས་བསལ་གྱི་ཐོག་ལ་ལས་དོན་བྱེད་ཕྱོགས་དང་འབྲེལ་བའི་ཐོག་ནས་བགྲོ་གླེང་དང་གསལ་བཤད་ལན་འདེབས་ཕེབས་ཏེ། ཞི་བདེའི་འཇོན་ཆང་བཀོལ་འཇོག་ཆེད་བགྲོ་གླེང་ལས་རིགས་རྣམ་གཞག་སོགས་གནང།
བ་འདུ་ཚོགས་གཙོ་མཆོག་ད་ལྟ་བདེ་ཤེས་རིག་ཡིག་ཐོག་ལ་དྲི་བ་དྲིས་པའི་སྐབས་སུ་ལགས་ནི་ཤེས་རིག་བཀའ་བློན་གྱིས་ལན་རྒྱག་དུས་སྙིང་རྗེ་སྙིང་རྗེ་ཞུ་ལགས་འདུག་ང་ཚོས་དྲི་བ་དྲིས་དེ་ཤེས་རིག་བཀའ་བློན་གྱིས་སྙིང་རྗེ་ཅི་རག་ན་བསམ་ནས་དྲི་བ་དྲིས་ཀྱི་ཡོད་མ་རེད་མ་འགྲིག་མ་འཐུས་དེ་ནི་འགྲིག་ཡག་ག་རེ་ཡོང་ཨེ་དོ་དེར་བརྟེན་དྲི་བ་དྲིས་ཀྱི་ཡོད་རེད་སྙིང་རྗེ་དེ་འདྲས་ང་ཚོར་དགོས་ཡ་གང་ཡང་མི་འདུག་དེ་གཅིག་བྱས་ད་ག་ན་ཤི་ད་ལྟ་དེ། ཤེས་རིག་གི་ཚོགས་ཆེན་ཐེངས་བརྒྱད་པ་སྐབས་སུ་ལ་ཨ་ནི་ཟམ་གདོང་ལ་དེ་སྐད་ཁ་བཏང་ཡ་གི་དེ་ཅིག་བྱེད་ཡོད་གྲོས་ཆོད་བཞག་ཡོད་ལག་གི་འདུག་ཨ་ཁྱེད་རང་ཚོ་གིས་དེ་ལྟ་ངས་དུས་རྟགས་རེད་བསམ་གི་འདུག་རྒྱུ་མཚན་གང་ཞེ་ན་ད་ལྟ་བར་དུ་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་ནང་ལ་སྐུ་ཡི་འཁྲུངས་སྐར་བཏང་ཡ་དེ་རྒྱལ་བ་རིན་པོ་ཆེ་ལ་མ་གཏོགས་སུ་གཅིག་ལ་བཏང་གི་ཡོད་མ་རེད། ད་དེ་གང་ཟག་གཅིག་ལ་བྱེད་ཀྱི་ཡོད་དུས་དེ་དུས་རྟགས་རེད་ང་ཚོ་བོད་པ་དེ་དུས་ལོག་རེད་ཟེར་ནས་འདི་ཞུ་ཡ་ཡིན་ད་ག་ན་བཞིན་ཨ་ནི་ད་མ་འོངས་པ་ཟམ་གདོང་སྐོར་ལ་སྐད་ཆ་དྲི་དགོས་ན་ད་འདོད་མུ་མཐུད་ནས་དྲི་གི་ཡིན་ད་ཨ་ཟེར་དེ་ཤེས་པ་བྱེད།
དཔལ་ལྡན་སློབ་གྲྭའི་སྐྱབས་རྗེ་ཁྲི་ཟུར་ཟམ་གདོང་རིན་པོ་ཆེ་མཆོག་གིས་ཨ་ནེ་སྐུའི་འཁྲུངས་སྐར་འདི་སྲུང་བརྩི་ཞུ་སོང། འདི་ལས་ད་ང་གཉིས་དུས་ཚོད་ག་ཚོད་བཏང་པ་དེ་གཉིས་ཞུ་མོ་ཁོག་བྱེད་ཚང་མས་མཁྱེན་གྱི་རེད། ང།

བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུ་གྲོལ་ལུགས་དང་ལས་དོན་བྱེད་ཕྱོགས་འདི་ཡག་པོ་ཕྱིན་ཀློག་དགོས་སྐོར་དང་པོ་གཉེར་ལ། དྲི་བ་བཏང་ངེས་སྤྱི་འཐུས་རེད་མ་གཏོགས་བཀའ་ཤག་མར་ལྟ། དེ་ཤེས་པ་ཐོག་ནས་ཨ་ནི་སྐད་ཆ་བཤད་ན་ཡག་པོ་ཡོད་རེད་ཟེར་དུས་ཞུ་ཡིན་ཚོགས་གཙོ་གི་སྟངས་འཛིན་གནང་དགོས་འདུག་ད། ཞབས་རྗ་གང་ལ་ཞུ་རྗེས་གསན་མ་ཞུ་བ་བྱས་འགྲིག་ད་འགྲིག་མ་འགྲིག་པ་ཡིན་ན་སྟངས་འཛིན་གནང་ཐུག་དགོས་འདུག།
ད་བཀུར་འོས་ཞུ་དུས་གནང་བ་རེད། འབྲེལ་ཡོད་ད་ལས་ཁུངས་ཁག་གི་བཀའ་བློན་གནང་བ་རེད་ད་ཅེས་གསུངས་ཚར་དུས་ལམ་སང་ང་ཚོ་ཟིང་བས་ཟིང་ཁེ་མི་འདུག་བ། གསུང་ཚར་དེ་བཞིན་གྱི་གནས་ཚུལ་དེ་རྟོགས་ཡོང་དུས་འོང་གཅིག་དེ་འདྲའི་ཚེ་སྡོད་བ་ནང་བཞིན་དེར་ཆགས་ཀྱི་འདུག་བ་དེ་འདི་ཚང་མའི་དགོངས་པ་ཡིན་རུང་ན། དཔའ་བརྟན་ཤེས་རིག་བཀའ་ལན་མཆོག་ད་དུ་བཀའ་ལན་དེ་རོགས་གནང་རོགས་གནང་བཀའ་ལན། གོང་ལྟར། ངའི་འགྲོ་སྟངས་འགྲོ་ལུགས་མ་ཤེས་ནས་ཚོགས་གཙོ་མཆོག་ལ་བཀའ་བཀྱོན་ཅིག་ཟེར་རྒྱུ་གལ་སོང་ད། དཔལ་ལྡན་སློབ་གྲྭའི། སྐྱབས་བཅུ་སྐྱབས་གཅིག་ཁྲི་ཟུར་སློབ་དཔོན་ཆེན་པོ་ཟམ་གདོང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་འདི་ན་ཉིན་ང་ཤི་འགོ་མ་རེད་ང་གསར་པར་བ་དངོས་གནས་བྱས་ན་དཔེ་སྟོན་བསླབ་གྲྭའི་ནང་ལ་ཡང་སྐྱབས་བཅུ་ཟམ་གདོང་རིན་པོ་ཆེ་གི་འཁྲུངས་སྐར་སྲུང་བརྩི་འདི་ཉིས་སྟོང་བཅུ་གཉིས་ནས་བྱས་འདུག། ཨ་ནི། ཀུའེ་སྤྱི་འཐུས་ཀྱིས་སྒོ་སྲུང་ཉེ་ཆར་སྒོ་ཀུའེ་སྤྱི་འཐུས་ཉིས་སྟོང་བཅུ་གཉིས་ནི་ག་འདྲས་མ་གོ་བའི་ནང་ཞུགས་ཆོག་པ་བཅས་དྲི་བ་མེད་ཞུ་གི་ཡོད། ད་ལྟའི།